རྟ་ཞང་བླུགས་པ། རྩི་ཕྱེ་ལུག་གཟིག་རིལ་བ། རྟ་རྩི་ཤི་ལུག་པ་བྱེད་དགོས་སམ། ཞང་དཀར་ནག་དང་ཐ་ན་ཡོད་ང་ཚོ་གཉན་མོ་ཡོད་པ་གཉན་མིན་མ་ལུག་ཡོང་གི་རེད། ཁ་ཅིག་རིང་གི་དུས་དུ་ལི་མི་བཅུ་ཙམ་རེ་དེ་བྱེད་ཡོང་གི་རེད། གཅིག་དང་ལི་མི་ལྔ་ནས་བརྒྱད་དེའི་བར་དོན་ཡོང་གི་རེད།

ད་དེའི་བྱང་གི་ལུགས་སོགས་ནི། དུས་རྟོག་ལ་ཡང་སྤྱོད་བུར་དང་དུས་རྟོག་མ་བྱོན་པགས་གཉན་མི་དེ་ཚོ་བྱང་གི་གཉན་མི་དང་ནམ་ཟ་ནག་པོ་ཆགས་སྐམ་པོ་ཆགས་རྨ་ཆགས་དུག་པོ་བཞི་པོ་དང་ཡོང་གི་རེད་ཞུ་གི་འདུག་པ་ཨེ་ནི་དཀའ་ལས་བཞི་པོ་བཏང་གི་འདུག་བྱང་གི་ལུགས་ལྟ་བ་ནད་པ་དེ་ཚོས་ནམ་ཟ་ང་ཚོས་དེ་སྣུམ་བྱུག་ང་ཚོས་དེ་ནང་ལ་ཨེ་མེད་བྱུང་ན་ལོ་བྱང་ལུགས་པ་དང་བུ་ནན་ལུགས་པ་ཡིན་ནི་ཨེ་ནི་སེར་མོ་བྲེས། ཨ་ནེ་བས་ཏེ། ལག་པ་བཀྲུས། ལག་པ་མ། མ་གུ་བྱུག། མ་གུ། ལག་པ་བྱུག། ཞང་ལུས་པོ་ལྟར། བུ་ནས་ལུས་པོ་དེ་ལ། ཨ་ནེ། མ་གུ་བྱུག། ཨེ། ཕུ་ཐུང་སློག་པོ་ན་ཤིང་ཕུ་ཐུང་དུས་སློག་པོ་ན་ཤིང་ཡག། བཅུག་ཟེར་བྱས་འདུག་གང་ནས་བྱུང་ན་ལོ། འོ་དུས་བཅུག་གོ་ཡོ་རེད། ཞང་ལུས་པོ་དེ་ཡིན་གྱི་མིན་གྱི། པ་ཞིང་སྒྲུབ་སྙིང་པོ་ཆགས་བཅས་དང་པོ་གོང་དུ་ཞུས་པའི་ནང་གི་ཞིང་སྒྲུབ་འདི་ཚོ་སྙིང་པོ་ཆགས་བཅས་མེ་ཏོག་ལྟོ་གོར་ངོ་གོར་ལོ་ག་རེ་ལ་ཞོ་གཅིག་དབང་འབྱོར་ནས་ལུག་ཡོང་གི་རེད། ཞོ་གཡས་ལ་ཡོད་ན་གཡས་དབང་འབྱོར་དེ་གཙོ་བོ་བཅས་སྟོན་ཡོང་གི་རེད། ཞོ་གཡོན་ལ་ཡོད་ན་གཡོན་དབང་འབྱོར་དེ་གཙོ་བོ་བཅས་སྟོན་ཡོང་གི་རེད། རྒྱབ་ལ་ཡོད་ན་རྒྱབ་དབང་འབྱོར་དེ་གཙོ་བོ་བཅས་སྟོན་ཡོང་གི་རེད། འོ་ཏོ་སི་རེད།

བ་ད་དེ་རེད་མོ་ཅེས་ཆབ་ཚང་དུ་འདིའི་རྒྱུད་དུ་སྙན་མོ་མང་ལེ་བསྡད་ཡོད་རེད་སྙན་མོའི་རྒྱུད་དུ་རིང་པོ་འདི་བྱས། སྤྱི་བཏང་སོར་ལྔ་སོར་བརྒྱད་ག་ས་འདི་ལི་མི་ལྔ་ལི་མི་བརྒྱད་ག་ཤ་ལི་མི་བཅུ་ཙམ་རེད་ཨེ་འདྲས་འདི་བྱས་ཡོང་གི་འདུག་བ། ཨོ་ཏོ་སི་རེད། ཁོ་ལུག་ཉོ་བ་རྒྱུ་མཚན་དེ།

འོ་དེ་ར་མཛེས་དེ་རྩེ་འདྲ་པོ་བྱེད་རྩེ་རྣོ་པོ་བྱེད་ཨེ་འདྲེ་ཡོད་རེད། དེ་ནས་ཕ་གཅིག་རྒྱལ་དུ་དེ་ག་ང་ཚོ་དང་དེ་དེ་ཁ་རྩེ་ས་དཀར་ས་དེ་འདྲ་མོ་དེ་ཆགས་ཡོང་གི་ཡོད་རེད། ཕ་ཚོ་མགོའི་འགྲོ་དེ་ཤུགས་ཆེན་པོ་ཞེ་པོ་ཡོད་རེད། ད་དེའི་རིགས་དེ་ཚོ་གྲོང་གསེབ་ཁ་ལ་འབེལ་པོ་ཞེ་པོ་ཡོང་གི་ཡོད། སྙེ་མ་ང་འབོད་དུས་དེ་ནག་ཆུ་ཐུ་བ་ནས་ཨ་ཞེ་བཞི་ལས་ཉེ་བའི་ཉེ་འཁྲིས་རེད། ཤེལ་སྐྱེས་བུ་མོ་དེ་ཚོ་བུ་མོ་ལོ་བཅུ་བཞི་བཅོ་ལྔ་ཚེ་འདྲ་ཤེལ་སྐྱེས་མདུན་ནས་རྒྱབ་སྤུ་དང་ཚ་མོ་ལས་དེ་ཅོ་འདྲེ། ཧ་ཅང་གི་མང་བོ་ཡོད་དེ་འདྲ་འདུག་ད་ལྟའི་ང་ཚོའི་སྨན་གཞུང་འདི་ཅག་ད་ད་འདི་ཕྱི་ལུགས་དེ་ཚོ་ནས་ལུང་སྟོང་ག་རེ་གཅིག་དྲི་ལེའོ་གཅིག་དུ་བ་བ་འདྲེ་དུ་བ་དེ་ཅག་ཨེ་བཞུགས་གོ། བོད་སྨན་དང་ཡང་དང་དུ་བ་གཅིག་བྱས་འདྲེ་ཁོ་ཚོ་བྱུང་གི་འདུག་ཨེ་འདྲེ་ཅེས། འོ་འདྲེ་རེད། ད་ལྟའི་ཞང་འབྲུམ་དང་མ་འདྲ་བ་ཞང་འབྲུམ་ཞང་བོ་དེ་འཛིན་ང་ཚོས་དེ་མ་ཕྱིའི་ཞང་འབྲུམ། བཟོ་བྱས་བྱས་ད་ཕྱི་ལ་གནས་བདེ་བའི་ཞང་འབྲུམ་འདི་དང་ནོར་དྲུག་ཡོད་རེད་ཁ་ཅེས། བྱས་ཙང། ད་རང་ཉིད་རྒོད་པོ་བསྟན་པའི་ཁུལ་དུ་ང་ཚོའི་སྨན་ཁང་དཔེ་གཅིག་བཞག་རྗེས་ཞུས་བྱུང་བ། ནད་པ་གཅིག་ཟླ་བ་གསུམ་དང་ནད་པ་གཅིག་ཟླ་བ་དྲུག་སྨན་བཅོས་གནང་བཞག་ཁོ་ན་ཚོས་རྐུབ་བསྟུད་དེ་བླ་མ་སྐྱེས་ཙང་དང་པོ་གཅིག་ལས་མེད་མཁན་ད་ཆུ་འཇོལ་གྱི་རྩིས་པའི་ཀྲུའུ་ཆགས་འགྲོ་གི་ད་ཨམ་ཆི་ཉི་མ་ཚེ་ལགས་གཙོས་ས་མང་འགྲོ་དེ་འོ་ད་དེ་བཞིན།

སློབ་ཚན་ཐེངས་ཁ་ཤས་ཀྱི་ཁྲིད་ད་ཉི་མ་ཁྲིད་རྫོགས་ག་བ་ཞིག་ན། ཤིང་སྡིག་ཟ་རིག། རིག་དུག་ན་ཚ་དེ་ནང་ལོག། ན་ཚ་བརྒྱད་དེ་ཞུ་གོ། རྒྱལ་སྤྱིའི་འཕྲོད་བསྟེན་རྩ་འཛུགས་ཀྱི་བཟོས་བྱ་བའི་དུས་ན། བོ་ད་དེ་ཤིང་སྡིག་ཟ་དཔའ་དག་ཤིང་ཟ་རིག་དུག། ན་ཚ་དེ་ཁ་བརྒྱད་བཟོས་འདུག་བ་འོ་དེ་ནང་ཅི་འོ་འདི་རེད། དགོས་འདོད་དེ། པ། སྙེ་མ་པོ་གླིང་གི་གོ་གྲུ་གཉན་ཡིན་ན་གར་རས་ཁྲི་ས། ཆུ་རས་གསར་རྐྱང་བྱེད་པའི་གཡུག་ཤ་ཤ་པོ་ལ་སྐྱ་གཉན་གི། ཨེ་ང་རོ་པོ་ལ་ག་བར་བྱེད་ཆུ་རན་གསར་རས་ཤ་དེའི་ཚུལ་དཀོན་གཅིག་རྒྱལ་བོ་གཉིས་མི་གཉིས་གསུམ་ནས་ཨེ་འདྲས་སྐྱེ་ཤ་སེར་ཉག་གཉིས་ཁྲིད་ཡོང་གི། བོ་ད་ཉེས་བྱས་ད། ཆུ་རས་ད།

ད་ལྟ་གར་རས་གཅིག། ཀོང་ཏུང་རས་གར་རས་གཅིག་ལུས་ཡོད་འགྲོ་སྙིང་ཁམས་ཀྱི་བྱེད་པོ་སྟེ་བཟུང་བ། མི་གཙང་ཅི་ཕྱིན་མི་གཙང་དེ་མི་གསུམ་བལ་ཨེ་འདྲས་སྐྱེས་ཚེ་ཉེས་བྱས་ལས་ནས་འཇགས་རྗེས། དགོས་མགྱོགས་པོ་ཡོད་རེད། ད་དཔལ་འབྱོད་བྱེད་ཁག་པོ་བྱེད་པོ་ཡོད་རེད་དེ། ང་ཚོའི་བོད་མའི་འདི་གྱི་ནང་ལོག་དུ་བ་ནས་མེད་བྱེད་ཀྱི་མི་འདུག་གོ། ད་དང་པོ་ཏོག་ཉེས་དེ་ཁྱེད་རང་ཚོ་སེམས་ཤུགས་ཡོད་རེད་ད་ཁྱེད་རང་ཚོ་རེ་བ་ཡོད་བྱོས་མ་སྨན་བཅོས་བྱེད་ཐུབ་པའི། ངས་ནི།

དེ་ཡིན་དུས། ང་ཚོས་ཁྲག་གཏོང་ཐུབ་དང་པོ་དེ་ཁྲག་ག་ཡ་དེ་ཐབས་ཤེས་བྱུས་ཏོ་སྨན་གི་ཁ་ཐུབ་མདོ་བ་མི་འདུག་སྨན་གི་ཁ་ཐུབ་མི་འདུག་ན་ག་རེའི་ཐབས་ཤེས་དང་དགོས་གི་དོ་གཤག་བཅོས་བྱེད་དགོས་གི་དོ་གར་ཚོད་དེ་ཐབས་ཤེས་དང་བཅས་ཁྲག་ག་དགོས་ཡོད་རེད་ད་ཁྲག་ག་མེད་ན་ང་ཚོ་ནམ་རྒྱུན་ཐང་ཆེན་ཉེ་ང་དང་ཐང་ཆེན་ཉེ་ང་ཁ་ཚ་ད་ནི་དེ་གུར་སྐྱེས་ཁ་ཚ་ད་གུར་ཧུམ་སྐྱེས་པ་ད་དེ་དགོས་པ། ད་དུང་གར་རས་གཅིག་འདུག་ད་གར་རས་གཅིག་མགྱོགས་མིན། ཇོ་བ་ས་ཅིག། ཁྲིད་ན་ག་ཚོད་རེད་ད་དེ་གང་གུ་གུམ་ད་གར་རས་གཅིག་ཀྱོ་ཁོང་དུ་བཏང་དགོས་ཡིན་ན་ཨེ་ནས་པའི་ནམ་སང་ཁྲག་དེ་ག་ཕུག་ཡོད་ཅེ། མྱུར་སྐྱོབ་གི་དེའི་ནང་ཨེ་འདྲས་འདུག་ཨང། ཨོ་ཏུ་སི་རེད་ཁྲག་དེ་ག་ཡ་དེ་ཨང་དང་པོ་འཛིན་དགོས་རེད། དེ་ནས་ནད་པ་ན་ཚེ་དང་གཉེན་གི་འདུམ་འབུལ་རྒྱུའི་དེ་འདྲས་ཁྱེད་རང་ཚོ་ཞུས་བཅུག་ཨང་ངས་ན་ཚེ་གཅིག་བཏང་སོང་ན། ཞོད་པོ་ཅིག་བཏང་གི་རེད།

བོད་ཞིབ་འབྲོང་གི་དེའི་ནག་རྩི་བཏང་སྟེ། སྤྱི་བཏང་ཆ་ནས། ཤི་ཡིས་ཀ་ནས་བཤད་པའི་ནི་ཁྲག་གི་འཁོར་སྐྱོད་དང་ཨེ་འདྲས་མིན། མི་ཡར་ལངས་འགྲོ་ཉེན་ཡིན་པས་དེའི་རྐྱེན་གྱིས་ཨེ་ནི་ཁྲག་གི་འཁོར་སྐྱོད་དེ་ཚོ་ཏག་ཏག་མ་ཟིན་འབུའི་འཁྲིས་ཀྱི་ཁྲག་དེའི་ཁྲག་རྩི་དེ་ཚོ། དེ། ཟིན་ཚར་བ་ཡོད་མེད་ཨེ་འདྲས་སྐོར་མང་པོ་བཤད་ཡོད་པ་ད་ཨེ་འདྲས་བཤད་ཡོང་འདུག་བ། ད། ཀྲུང་ལུགས་གསོ་རིག་ཁོ་ཚས་བཤད། ཧྲི་རོས་ཤ་བཀྲུས་ཡིན་ན་ཅི།

འོ་ད་ང་ཞིང་འབྲོག་ནང་གི་གར་སྤྱད་བཟང་ཞིང་འབྲོམ་ས་དེ་སིང་རས་སིང་རྗེ་བྱེད་པ་དྲག་རེད་གསུངས་པ་ད་འདི་ངས་དེ་འཇིག་ཁྱེད་ནང་ཚོ་ཞིང་འབྲོམ་གཅིག་ཐུགས་སེམས་དཀར་མའི་འབྲོམ་ལ་མག་དེ་འོ་དེ་མགོ་ལུས་ཐམས་ཅད་སྐད་ཅིག་ཉིད་ལ་སྐྱོ་ཨེ་ཁྱད་པར་ཞང་གི་གནས་སུ་སྲོག་འགྱུར་ཏེ་ཨེ་དེ་ཡས་དེ་བྱས་བྱས་ཡོང་གི་ཡོད་སུ་བྱས་བྱས་ཡོང་གི་འདུག་བ་དེ་ལ་འོ་དེ་རེད་གསུངས་པ།

འོག་ཏུ་སེང་གེ་དེ་རིགས་ཁྲག་ཁྲིག་བསྙེས་སེང་བདུད་ཀྱིས་གཅོད་ཟེར་དེ་དང་དུ་བསྙེས་ལུང་དྲངས་པ་དེའི་ནང་དུ་འདུག་ཨང་འོག་ཏུ་ཁྲག་ཁྲིག་པོ་སེང་དེ་རིགས་བདུད་ཀྱིས་གཅོད། པདྨའི་སྙིང་པོ་ཆགས་སུ་མ་ཆགས་ཁྲག་བཏོན་ཨེ་འདྲས་བྱས་པ་སང་ཡིན་གྱི་མིན་གྱི་སྨུག་པོ་སྨན་གྱི་བྱེད་དགོས་པ་རེད། ཐམས་ཅད་ཉི་མ་ལ་སོགས་པའི་སྨན་དུ་བཏང་རྗེས་སྨུག་པོ་སྨན་གྱི་མ་བྱས་ནས་ཡོང་གི་ཡོད་མ་རེད། ང་ཞལ་འབུམ་དེ་ག་བཙུགས་ཚར་འདུག་ཅོག་རིགས་དང་དུ་བཞུགས་ཡོད་པའི་རྒྱན། ཏིང་འཛིན་རབ་རྒྱས་ལ།

ཨོ་རྣམ་པར་མི་འདུག་ཡ་འོ་བྱས་ཤར། དེ་ག་ནས་དེ་བྱས་པ་སོགས་ཨིན་དགེ་ལགས་གོང་དུ་མ་མགོ་ཅིག་བཀའ་འདྲི་ཞུས་བྱས་ཨིན་དྲི་བྱས་པའི་ཡིན་སུ་འདུག་ཞུས། དགེ་ལགས་ཁོ་རང་སྙེ་མ་གོང་ལོ་ཉི་ཤུ་རྩ་གྲངས་དང་ཞིང་འབྲུམ་ནང་བྱ་དོ་པོ་ཞེ་པོ་དང་ཁྲག་བཏོན་ཞེ་པོ་འདི་བྱས་སོང། མི་མང་གནད་འགག་དེ་དྲག་མ་སོང་མི་ཚེ་གང་ཨུམ་ཅི་མང་པོ་དེ་དྲག་མ་སོང། དེའི་རྗེས་ལ། སྐུ་ཞོ་ཆེ་མཛོད་ལ་བཙལ་བས་ཡོན་གྲགས་སྐོང་མི་འདུག་ལགས་ཟེར།

ཉིན་མོ་བདུན་གྱི་རིམ་པ་འཕེན་སྐུལ་གཏོང་བ་ཟེར་གི་ཡོད། འོ་ཀོ་ཟེར་བྱས་རྗེས་གྲགས་བྱུང། ཉིན་མོ་བདུན་གྱི་ལས་བཏང་མ་བཅུག་དེ་ནས་གསང་གྲགས་ཕྱིན་སོང། ད་ལྟ་འདུག་ལོ་དྲུག་ཅུ་ལྷག་ཙམ་གྱི་ནང་མ་བྱུང་རྒྱ་ལ་ད་ཕལ་ཆེར་གྱ་དྲུག་གྱ་བརྒྱད་ལི་གོ་ན་གྱ་དགུ་ཕི་གོ་ན་གཅིག་ཕི་ཡོད་རེད་གྱ་བཞི་ཡོད་ལོ་དྲུག་ཅུ་ཟམ་ཟིམ་གྱི་ནང་མ་བྱུང་ཅེས་འོ་ཐོ་གསུང་གི་འདུག་ད་འཕེན་སྐུལ་དེ་ཚོ་སྙན་གྱི་ལྕགས་དང་ནག་ཁུ་ཡག་དང་སྲིན་འབྱོན་ཡག་དང།

ཁ་ནས་མ་བཟས་པའི་འདབ་ཞིག་ན་ཡོད་རེད། རང་གི་ཁ་ལ་མ་ཁྱུང་མོ་རིལ་བུ་གྲུ་བདུན་དང་ད་ཧ་དོ་ན་བིགས་བིགས་བྱས་བ་སྨན་ནད་ཞི་དྲག་རྒྱག་གི་མ་རེད། མོ་ནད་ཡ། ཁྱུང་མོ་དེ་ཞག་འབྲུམ་གྱི་ནད་ལ་ཤིན་ཏུ་ནས་ད་ག་ཟེ་ག་དེ་ན་ལྟོས་ད་ཁྱུང་མོའི་དེ་ཞག་འབྲུམ་བཅོས་བ་ཁྱུང་མོ་དེ་བཤད་བྱ་བ་ཁྱུང་མོའི་འཇུག་སྒོ་བཟོས་བྱ་མོ་ནད་ཡ་ཁྱུང་མོ་དེ། དང། ལྔ་དྲུག་ཕྲད་མ་རེད་གསུམ་ཙམ་གྱི་མི་གནས་པའི་རིགས་དང་སྨན་གནས་བཞི་བོ་བརྒྱག་རེད་སྨན་སྲི་བཞི་བོ་བརྒྱག་རེད། བྱས་ཙང། ལྷོ་ཁའི་རྒྱན་འཇང་གླིང་སྒྲུང་ལགས་ཀས་ངས་ཨོ་དོ། སློབ་ཚན་ཁྲིད་རྒྱ་ལག་ཁོང་དུ་བཏབ། མཁས་དབང་གང་མགོ་འཛོམས་བྱས་ཏེ་བཏབ་ཡོད་ནི་མེད་པའི་མཁས་དབང་གང་མགོ་འཛོམས་བྱས་ཨོ་དོ་ཞུ་བྱས་པ་རེད། ཨེ་ང་ཚོ། རྒྱལ་ཡོངས་ཀྱི་དེའི་རིག་གཞུང་ཚོགས་པ་སང་ངས་གང་ནས་མ་འགྲོ་སང་ངའི་མྱོང་འཆོར་དུ་མ་ཞུས་པ་སང་ཞུ་དགོངས་པའི། རང་སྦྱོང་སྦྱོང། སྐབས་ག་ཚོད་རེད་དེའི། ཚོགས་འདུ་གཉིས་འཚོགས་དགོས་སམ་རྒྱ་ལག་དེའི་དབུ་བརྙན་ཅན་བོད་ཕེ་སུ་དབང། ཨེ་རྒྱ་ལག་ང་ཨའོ་དུ་གསུང་གི། ད་ཁི་སིང་པུར་རང་གི། ཞང་འབྲུམ་བཀོག་དེ་ཡུ་ནན་མ་ཅིག་བཤད་ཅེ། ཨོ། ང་ཀློག་པ་ཞེ་པོ་ཆད་སོང། བུ་རང་གི་ཟས་དེ་ང་ད་ཁི་རང་སྦྱོང་པ། ང་དེ་དེ་འཇུ་བྱེད་ཀྱི་ཐ་མ་ཡིན་བསམ་ཅེ། ངས་འཇུག་པོ་བཟོས་གི་ཡིན་ཟེར། འཇུག་པོ་བཟོས་ཅེ།

ད་ཁྱེད་ལ་དེའི་ཐོག་ཉམས་མྱོང་ཞེ་པོ་ཡོད་རེད་ང་གཅིག་གསོ་རོགས་གནང། ད་ང་གཞན་པའི་ཉམས་མྱོང་མེད་ངས་ཇོ་མང་རང་བློ་རྩེ་དྲུག་སྦྱོར་གྱི་རིགས་པོ་དང། འོ་དེ་སྦྱོར་ཚད་དང་དེ་ཇོ་མང་སློབ་ཤོག་ཨ་གསུམ་པ། ཨེ་ང་རོ་དེ་ལས་ངས་དྲ་ལས་ཀྱི་དྲ་བོ་ཚར་བ་བྱས། ཨེ་ནི་མི་ཚེ་གང། མདུན་སྐྱོད་མ་ཕན་རོ་དེ་ང་རེད་པ་ག་ས་ག་ལ་འགྲོགས་རོ་བ། ཨེ་ཁྱེད་ལ་ཀུན་དུ་བྱ་མི་ཐུབ་བྱས་འདྲེ་བྱུང་སོང་བ། ད་འབུའི་ན་ལོ་འོ་དེ་བསྙེན་བཅོམ་དེ་ཚོ།

རྩིས་པ་ཚུལ་དང་མི་ལྡན། གཡང་ལུག་མཚུངས། འོ་ད་རྩིས་པ་དེ་རྩིས་ཡག་པོ་ཅིག་མ་བྱང་ནི་མི་གཡང་ལ་གཡུག་གི་ཡོག་རེད་ཨེ་མིན་ཚིག་རྐང་རྩིས་ཤ་ཤ་ཨུ་འབྱེད་ལ་ཁ་རྩིས་ཤ་ཤ་བཟོ་རྩིས་ནོར་རྗེ་ཤ་གསུམ་མི་སྦེད་དུ་གཡང་རེད། དེ་ཕྱིར་རང་འདོད་མ་བྱེད། དེང་ཐུབ་གནས་ཞེས་གསུང་འདུག་བ། རང་གི་འདོད་པོ་ཤེས་བྱ་མ་བྱེད། དེང་ཐུབ་བོ་ཅིག་སློབ་ཡ་དེ་གནས་ཆེན་པོ་ཡིན་བྱེད་བྱེད་དུ་གསུང་བྱ་ཡོག་རེད།

འོ་ད་དྲང་བཤད་ཆེ་བ་དང་སེ་འབྲུའི་རིགས་དེ་ཚོ་ད་དེའི་རིགས་དེ་ཚོ་ཡོད་རེད། ད་འདུ་བ་སྙོམས་དེ་ཐང་ཆེན་ཉེ་ངར་ལ་སོགས་པ་དེའི་རིགས་དེ་ཁོ་འདུ་བ་ཡོད་འདུག་ཅེས། ཨ་ནི་སྤྱིར་བཏང་གི་འབྲུམ་བུ་ལྷག་སོང་ཞུ་གི་འདུག་འབྲུམ་བུ་བཅོས་ཨ་མའི་གི་བཅོས་བསྒུག་འདུག་བཅས་གི་བཅོས་བསྒུག་འདུག་དེའི་དེ་ཅི་འགྲོ་བསྒུག་ཡོད་རེད། ད་སྤྱི་སྟོབས་དེ་ན་ནམ་རྒྱུན་ཟས་གི་བཅོས་ཨ་སྨན་གི་བཅོས་ཨ་སྤྱོད་ལམ་གི་བཅོས་ཨ་དཔྱད་གི་བཅོས་ཨ་སྔགས་གི་བཅོས་ཨ།

ད་སྤྱོད་ལམ་འདི་ང་ཚོའི་གཞུང་གཞུང་ནང་བཤད་ཞབས་ད་ག་ཟིན་ཞར་འགྲིག་ཡོད་རེད། ལྷག་པར་དུ་སྤྱོད་ལམ་འདི་ཡི་ག་ས་ད་དྲན་མ་སོ་དེ་གླེན་དྲ་མི་ཉེས་དུང་བ་རྟག་ཏུ་སྤང་ས་ཅི་མེད་པས། འོ་དེ་འོ་དེ་སྤང་དགོས་ཡོད་རེད་དེ་ན།

ཨ་ནི། དུས་རྒྱུན་དུ་ཁོ་རེ་དེའི་ནང་བཏབ་བཏབ་བསྡད་ཅི་བྱེད་ན་ད་ལྟ་ང་ཚོའི་གཤམ་གྱི་དོང་ཤ་ཟེར་ཡོད་པ་འོ་དེ་གར་སོང་བ་དེ་སུ་བཙིར་ཕར་སླེབ་བྱས་ཏེ་དེ་མང་པོ་བྱས་པ་རེད་ཉིན་མོ་གཅིག་ག་ཚོད་བྱེད་ཐུག་ཐུག་ང་ནག་ཚོ་གོམ་པ་སྐྱོ་བག་ཚོ་ཐིག་དུས་སོ་སོས་ག་ཚོད་བརྗེད་ཐུབ་ཐུབ་དེ་བྱེད་རྒྱུ་རེད། སྙམ། ངས་འདུག་བྱེད་དགོས་སམ། སྐུ་ལ་དཔེ་ཤེས་ཀྱི་ཡོད་རེད་མ་འདུག་ཁྱེད་རང་ཚོ་ལག་པས་འདྲེན་རྗེས་མ་བསྡད་མ་འདུག། ཨེ་མི་ལ་ང། ཐིག་གང་ཡིན་འདུག་བྱེད་ཀྱི་ཡོད། བོད་མིང་ཡག་པོ་བོས་ན་ཐིག་གང་ཡིན་འདུག་ས།

སྙེ་མ། རྒན་ངག་དབང་བླ་དགའ་སོང་བ་ལ་བཀའ་འདྲི་ཞུས་དགོས་སམ་རྒྱལ་ལགས་ཞབས་འབྲུམ་བཅོས་ཨ་ཀི་མན་ངག་བྱ་ལབ་ན་ད་ཅིག། ང་ནག་ཆུ་སྲུང་གི་མི་འདུག་དེ། སྐུ་ཞོགས་ཆེ་མཛད་ལགས་པའི་ཞབས་འབྲུམ་དེ་ཆུང་མ་འདུག་གཞི་བདག་འཕན་ཡུལ་པའི་སྤྱི་བུ་རེད་གསུངས་པ་ན། འོ་ད་སྙན་གི་ཡོབ་དང་ན་ཚ་བཏང་སྟེ་འོ་ད། ཁྱུང་མོ་ད་དེའི་དེ། ངས་འཇུག་པོ་ཅིག་བཟོས་བཞག་ཡོད་དེའི་སྙེ་མ་ཁྱུང་མོའི་འཇུག་པོ་ཡིན། ད་ཁྱུང་མོ་དེ་གཟི་ཞེ་པོ་རྒྱག་དགོས་སམ་དེའི་རྣ་ལོལ། ཨོ་རི་ཁེ་འབྲི་ཆེ་མ། སུམ་ཅུ། ཨོ་རི་ཁྱིམ་བདག་ཁོ་གཉིས་བསམ་པའི་ཡིད་རེ་ག་དེ་ཅི་ཞིག་བཟོས་བཞག་ཡོད། བི་ལི་དེ་ཨེ་འདྲས་ཚེ་ཨོ་རི། ཆེ་མ་དེ། རྨའི་གཟི་ཡོད་པ་ཐམས་ཅད་ན་ཨོ་རུ་ར་འདུག་ཨང། ང་ཚོ་ནམ་རྒྱུན་ནད་ཐོག་མྱུར་སྐྱོབ་ཚོས་རྨའི་ག་གཟི་འཇོམས། ཨོ་རི་ཆིག་ཐང་བཏང་གི་འདུག་ཨང་ཨོ་རེ་སྡུག་ཏུ་ཏུ་སེ་གི་ཡོད་རེད། འོ་འདུག་སེ། ཉི་མ་མི་ཚེ་གང། ཨོ་རི་ཁེ་འབྲི་ཆོག་ཏུ་འདུག། ཨེ་ཉེས་དེ་ནས་ཞུས་རྗེས་ཚེ་འོ་དེ་ཞུ་གི་འདུག་པ་ང་དེ་ནས་བཏོན་མ་འདུག་ཤེན་ཁྱུང་ངའི་ཆེ་མ་སྐོར་བཞི་བོ་ཡོད་ཁྱུང་ངའི་སྨད་ཙོ་མང་པོ་ཅིག་གི་དེ་ཞུ་གི་ད་དེ་དེ་བྱ། ཐ་མ་དུག་ཤེས་དེའི་ཁ་དེ་སྙན་ག་རྒྱབ་བཅད་ན་ཁྱུང་ངུ་རྐང་གཅིག་གཉིས་གཅིག་ཁ་ན་ཨུར་ཨེན་ཁྱི་མ་དང་མཉམ་པོ་ཏས་ཇུ་བཞག་ན་ཞི་བོ་འཕེན་དགོས་གི་དེ། ད་སེམས་ཁྱུང་ད་སྤྱི་དང་བདུན་པོ་ད་འཕན་རྒུན་ད་ཕྱི་མན་སྲིན་སྲིན་ད་དྲུག་ཁྱུང་ད་ཉིས་ཁྱུང་ད། ད་དཔེ་དེབ་འདྲ་མ་འདྲ་མེད་དུ་སོ་སའི་སྐབས་དང་བསྟུན་བྱས་ཚེ་གྲངས་ཤས་ཆེ་བ་དང་སྙན་ཤས་ཆེ་བ་དང་ཁྲག་འཛག་གི་ཡོད་ད་ཁྲག་འཛག་གི་མེད་ད། འོ་དེ་ན་ངོས་འཛིན་བྱས་ཚེ་ཁྲག་འཛག་པོ་ད་གཅིག་ཡིན་འདུག་ན་འོ་ད་དེའི། བྲག་དཀར་ཡང་སྨད་དེ་ཚོ་ད། ང་ཚོ་དེའི་ནང་ལོགས་ལ་གར་ས་སྦྱིན་བ་རེད་ཟེར་ན། ཞབས་འབྲུམ་ཕལ་ཆེར་ཆུ་སེར་གྲང་བ་ཡང་སྐྱེས་ཟེར་ས། འོ་ད་དེའི་ནང་ལོགས་དངུལ་ཆུ་རིན་ཆེན་བཅོ་བརྒྱད་དང་དངུལ་ཆུ་བཅོ་བརྒྱད་ད་དེའི་རིགས་དེ་ཚོ། ཕན་པོ་ཞེ་པོ་ཡོང་གི་འདུག་ནད་པ་མང་པོ་ཅིག་ལ་ཉེན་ཁ་ཆེ་ཡ་ད་དེ་ཚོ། བྱས་ཙང་ང་ཚོས་སྨན་དེ་ཚོ་ནད་གཞི་ཁོ་རང་དང་བསྟུད་ད་ལྟ་ཉིན་གོང་གི་རྒྱ་ལག་པ་རྣམས་ཚོ་བཀའ་འདྲི་ཞུ་དོ་གབ་ཆབ་ཚང་འདི་ན་ཚུད་བསྡད་པ་རེད་དུས་ཚོད་ཁྱད་པར་དང་སྔ་ཕྱིའི་ཁྱད་པར་མ་འདུག་ཨེ་འདྲས་རེད་སྲིང་ཡོད་པ་སང་སྲིང་གི་སྨན་བཅོས་བྱས་ཨོ་གཉན་གི་ཡོད་སང་གཉན་གི་སྨན་བཅོས་བྱས་ཁྲག་བཀག་དགོས་སང་ཁྲག་གི་སྨན་བཅོས་བྱས་ཞང་འབྲུམ་ཡག་གསོ་དགོས་དུས་གསོ་ཡག་གི་སྨན་བཅོས་བྱས་ཟུངས་གསོ་དགོས་དུས་ཟུངས་གསོ་ཡག་སྨན་བཅོས་བྱས་ཨེ་གཞན་པའི་དེ་རྣམས་ལ་མང་ག་ཅི་གསུངས་འདུག་ཨ།